རྣམ་པ་ལན་བརྒྱད་ཙམ་པ་ལོ་ལ་ཡར་འཚམས་འདྲི་བཀྲིས་བདེ་ལེགས་ཅན་ཞུ་ཡས་ཡིན་ད་རེས་ཀྱི་ལན་ཅིག་སེང་རོག་ནང་གི་ལེ་ཚན་འདིའི་ནང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་པ་ལས་ཉིན་གསུམ་པའི་ནང་ལས་ཁུངས་གོ་རིམ་བཞིན་སྔོན་རྩིས་ཐོག་བགྲོས་གླེང་དང་གཏན་འབེབས་གནང་སྐབས། དབུས་སྤྱི་འཐུས་མཁན་པོ་ཀ་བྲག་བསོད་ནམས་མཆོག་གིས་དྲི་བ་དང་དེ་ལ་སྲིད་སྐྱོང་མཆོག་གིས་ལན་འདོན་གནང་བ་ཞིག་གཤམ་ལ་གསན་གསན་ཡོང་བ་ཞུ། སྤྱི་འཐུས་མཁན་པོ་ཀ་བྲག་དངོས་གྲུབ་བསོད་ནམས་ལགས།

ལྷོ་ཕྱོགས།
ཀོ་རོས་སྤྱི་འཐུས་གཅིག་གིས་ཁ་སང་ད་དྲི་བ་བཏང་ནས་བཀའ་ཤག་གིས་དེ་ལ་ཡང་འགན་འཁེལ་ཆེད་ལན་བརྒྱབ་སོང་ཟེར་བཀའ་ཤག་གིས་གྲོས་ཚོགས་ལ་འགན་འཁེལ་ཡ་དང་གྲོས་ཚོགས་ལ་ལན་འདེབས་རྒྱག་ཡ་ཚོས་གྲོས་ཚོགས་ལ་རྩིས་རྒྱག་བྱེད་ཡ་དེ་ང་ཚོ་ལས་འགན་ལ་རྩི་གི་ཡོད། དྲི་བ་གལ་ཆེ་ཆུང་ལ་མ་ལྟོས་པའི་གི་ལྟ་ངན་སུ་ཡིན་མིན་ལ་མ་ལྟོས་པའི་གི་ལན་བརྒྱབ་དགོས་ཡ་དེ་གས་དེ་ནི་ཆ་ཚང་གཅིག། ང་ཚོས་གི་གང་ཤེས་པ་དང། དེ་གའི་དེ་ཐོག་ནས་ལན་རྒྱབ་གི་ཡོད་བྱས་ནས། འདི་ཅིག་ཞུ་ཡས་ཡིན་འདི་སྤྱི་འཐུས་བྱེ་ར་པ་སྤྱི་ལ་ཡང་དམིགས་བསལ་བྱས་བྱ་བ་དང་དེ་འདྲའི་སྐད་ཆ་གས་མ་རེད་གྲོས་ཚོགས་ནང་ལོག་ལ་དྲི་བ་ཁར་ལབ་པས་ནས་ལན་རྒྱབ་ཡས་གི་འབད་བརྩོན་འདི་ཞུ་འདི་གི་ཡོད་ཡས་ནི་ཁས་བསད་ཤུ་གུ་ལྔ་ཡོད་མ་རེད་ཤུ་གུ་བཞི་ཡོད་རེད་བྱས་ནས་ཞུ་ཡས་ཡིན། ད་ངས་ཁ་ཚོང་དེ་ཞུ་བ་རེད། མི་རིགས་ཀི་ལྟ་བ་དང།

མི་རིགས་གཅིག་གི་ལྟ་བ་ཆོས་ལུགས་ལྟ་བ་རེད་ཡིད་པའི་རྒྱུ་མཚན་དྲ་རྒྱ་གང་ན་འདུག་ཟེར་དྲ་རྒྱ་འདི་རེད། དྲ་རྒྱ་ལ་རྒྱ་ནག་ལ་དྲ་རྒྱ་ཆེ་ཤོས་གཅིག་ནང་ནས་གཅིག་འདི་རེད། འོད་འདི་རེད་ཀྲུང་གོ་གུང་ཁྲན་ཏང་ཞི་བའི་དབང་ལག་གཉིས་དེ་རེད། མ་ཚད་པའི་ལྟ་གྲུབ་གྲོས་བྱེད་ཀྱི་དང་ལྟ་གྲུབ་གྲོས་དེ་ན་ཟིལ་ཟིན་ཐལ་ཆེ་བཞག་ཡོད། དེ་ག་རེ་འདུག་ཟེར་ཕྱག་ཟུང་འདི་ནང་ལ་ཁུར་བཞག་ཡོད། ཚུར་ཚོགས་སྡིངས་ཆར་དང་ཕུལ་པོ་ཆོག་དྲི་བ་ཅིས་བཏང་པའི་ཀྱིས། སྐབས་ལ་བཀུར་འོས་སྤྱི་འཐུས་མཆོག་གིས། ཚིག་དེ་ག་རེ་གསུངས་ཡོད་ཟེར་ན། སྔར་ལོའི་ཞི་བདེ་གཟེངས་རྟགས་དུས་ཆེན་གྱི་གསུང་འཕྲིན་དུ་མི་རིགས་གཅིག་དང་རིག་གཞུང་གཅིག་ཆོས་ལུགས་གཅིག་སྐད་ཡིག་གཅིག་ཟེར་བ་དེ་གཞི་གང་ལ་བཙུགས་ནས་བཞག་ཡོད་རྒྱ་ནག་གི་རྩ་ཁྲིམས་ནང་ལ་མི་འདུག་རྩ་ཁྲིམས་སུ་རྒྱལ་ཁབ་ཀྱི་ལྟ་བ་ལོ་རྒྱུས་ཀྱི་ལྟ་བ་མི་རིགས་ཀྱི་ལྟ་བ་གང་གསུངས་པ་དེ་གའི་ཚིག་རེ་རེ་རེ་ཆད་ཆད་མ་ཕབ་ཆེད་དུ་ཞུས་ཡོད་དེ་ཡིན་པས་སོང་དང་ལན་ནང་ལོགས་ལ་ག་རེ་ཞུས་ཡོད་རེད་ཟེར་ན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ནང་ལོགས་ལ་གསལ་མི་འདུག་བཀའ་ཤག་གི་མཐོང་མ་བྱུང་ཟེར་ནས་ཞུས་ཡ་འདི་རེད། ད་ཀུ་རེ་སྤྱི་འཐུས་མཆོག་གིས་ད་ལྟ་ཡིག་ཆ་གཉིས་བཏོན་པར་ཡིག་ཆ་ཁ་ཤས་ཅིག་བཏོན་གནང་བཞག་དེ་གའི་དེའི་ཡིག་ཆ་ཁག་གསུམ་གཅིག People's Daily ཞེས་དེ་རེད་ད་ལྟ་རྒྱ་སྐད་ནང་ལ་ཡང་རན་མིན་ཞེས་ཀྱི་འདི་དང་ཨ་ན་ད་ལྟ་གཞན་པ་གཅིག་དེ་རྒྱ་ནག་གཞུང་ད་ལྟ་ཞི་ཅིན་ཕིང་ཡོད་པའི་པར་ཡོད་པ་དེ་ནི་ཀྲུང་གོ་གུང་ཁྲན་ཏང་གི་གསར་འགྱུར་དྲ་བ་ཟེར་ཡ་དེ་གཉིས་རེད་མ་གཏོགས་གཅིག་གི་དེ་བཅའ་ཁྲིམས་རྩ་ཁྲིམས་མ་རེད། རྒྱ་ནག་གཞུང་གི་རྩ་ཁྲིམས་ནང་ལོགས་ལ་གསལ་ཡོད་པའི་གནས་སྟངས་དེ་འདྲ་མ་རེད། དེ་བརྒྱུད་ལམ་ཁག་གཉིས་རེད། བརྒྱུད་ལམ་ཁག་གཉིས་ནང་ལ་དོན་བྱ་བའི་གནས་ཚུལ་རེད་ཨེ་ལྷག་པར་དུ་ད་ལྟ Global Times Global Times ཟེར་བ་རེད་ད་ལྟ་དེ People's Daily ཟེར་ཡ་དེ། མི་མང་གི་ཉིན་རེའི་ཚགས་ཤོག་ཞེས་པ་འདི་དང Global Times ཞེས་པ་དེ་གཉིས་དེ་གཙོ་བོ་དབྱིན་ཇི་ནང་ཐོན་གྱི་ཡོད་རེད། དེའི་ནང་ལོགས་ནས་རྒྱ་ནག་མི་མང་ལ་དགོས་མཁོ་ཡོད་རྒྱུ་དེ་རྒྱ་ཡིག་ནང་བཏོན་གྱི་ཡོད་རེད་མ་གཏོགས་ཕྱི་གི་གཞན་པ་མང་ཆེ་བ་ཅིག་དབྱིན་ཇིའི་སྐད་ནང་བཏོན་ཆེད་ཕྱིའི་མི་རིགས་དང་ཕྱིའི་རྒྱལ་ཁབ་ཀྱི་ཨ་ནི་རྒྱ་ནག་ལ་ལྟ་སྟངས་ཀྱི་སེམས་ཁམས་ལ་འགྱུར་བ་བཏང་ཡག་གི་ཆེད་དུ་འདུག་བཞིན་བྱེད་ཀྱི་ཡོད་རེད། དེའི་ནང་ལ་ག་རེ་བཤད་བཞག་ཡོད་པ་དེ་བཤད་པ་རེད་དེ་བཤད་པ་དང། རྩ་ཁྲིམས་ནང་ལ་གསལ་བཞག་པ་དེ་གཉིས་གཉིས་དེ་གནད་དོན་ཁག་ཁག་རེད་བྱས་ནས་དེ་ཞུ་གི་ཡོད་དེ་རྩ་ཁྲིམས་ནང་ལོགས་ལ་གསལ་བཞག་པའི་གནས་ཚུལ་གཅིག་མ་རེད། ད་ཁུངས་སྐྱེལ་གྱི་ཡིག་ཆ་འདི་ག་ཚང་མ་ལོགས་དེ་བཏོན་ཡོད། ད་སྲིད་སྐྱོང་གི་ངོས་ནས་བཀའ་ཤག་གི་གཏམ་བཤད་ནང་ལ་གསལ་བསྡད་པ་དེ་ཚོ་གི་ཁུངས་སྐྱེལ་འདི་ཚོ་ག་འདྲས་བྱེད་ཀྱི་ཡིན་པ་ཟེར་ཡག་དེ། དེ་རེད་བཀའ་ཤག་གིས་གསུམ་བཅུ་དུས་དྲན་གྱི་གཏམ་བཤད་ནང་གསལ་བཞག་པ་དེ་གས་ཚང་མ་ལོ་བདེ་སྲུང་ལས་ཁུངས་ཀྱི་ཉམས་ཞིབ་བྱས་པའི་བརྒྱུད་ནས་བྱུང་བཞག་པ་རེད། བདེ་སྲུང་ལས་ཁུངས་ཀྱི་ཉམས་ཞིབ་བྱས་བཞག་པའི་དྲ་ཚིགས་རེ་རེ་རེ་རེ་སྒུག་གི་ཡོད་པ་ཡིན་ན་ཨ་རི་གྲོས་ཚོགས་དེ་ཚོགས་པའི་སྐབས་ལ་ཡིན་ནའི་རེ་གྲོས་ཚོགས་དེ་རྗེས་ལ་ང་ཚོ་ཕུལ་ཆོག་གི་རེད། གཉིས་ནས་ངའི་ཁ་ཚོན།

བོད་རང་སྐྱོང་ལྗོངས་ཟེར་བའི་ཤེས་ཡོན་འགོ་ཁྲིད་ལས་བྱེད་པའི་ཁྲལ་རྒྱ་ནག་ནས་ཐད་ཀར་མངགས་བཙོང་བྱས་པའི་བེད་ཤོ་བེད་ལ་རོགས་རོགས་བྱས་ནས་བེད་རོགས་པ་བྱས་ཉེས་དེ་རྒྱ་ནག་ནས་ལས་བྱེད་ག་ཚད་རེད་ཟེར་ན་བརྒྱ་ཆ་བཅུ་གསུམ་ལ་རེད། དེ་གཉིས་ཏག་ཏག་ཤེས་མི་འདུག་རྒྱ་མི་ལ་དཔེ་ལས་ཤེས་དགོས་ཡོད་རེད། འདི་རྒྱ་མི་གི་བརྒྱ་ཆ་བཅུ་ཚད་གི་མ་རེད། ད་འདིའི་དཔང་རྟགས་ཁ་ཚོ་ཡོགས་སོ་དཔང་རྟགས་ངར་སྟེ་རུ་ཅི། དྲ་རྒྱ་ནོ་དྲ་རྒྱ་སྟེ་རུ་དྲ་རྒྱར་འདུག་སོང་སོང་ཡི་ཆར་འདུག་སོང་སོང་དེར་ང་ལ་ཡིན་གྱི་མིན་གྱི་སྟེ་རུ་ཅིས། ངའི་དྲ་རྒྱ་ཁ་ཚོང་ཚེ་ཡིན་ཆུ་ནས་ར་མ་སོང་ཡོད་ན་ངས་ཁས་ལེགས་གི་ཡིན་ན་ངས་འདི་ངེད་ཀྱི་དྲ་རྒྱ་ཉིན་རྒྱ་རྒྱ་ནག་ལ་སྐད་གྲགས་ཆེ་ཤོས་ཀྱི་དྲ་རྒྱ་འདི་ཉིད་རེད། རེན་མིན་ཝང་ལ་ཉིད་དེ་འདུག་དེ་ལྟར་ཀྲུང་གོ་གུང་ཁྲན་ཏང་ཤིན་ཝང་ལ་ཉིད་དེ་ཉིད་སྐད་གྲགས་ཆེ་ཤོས་རེད་དེ་ཉིན་རྒྱ་ནོ་མི་འདུག་ཁྱེད་རུ་ལགས་གང་ཚ་དེ་རྫི་མ་རེད་འདུག་སྟེ་ཅི་རེད། སྲིད་སྐྱོང་གི་ངོས་ནས། བཀའ་ཤག་གི་གཏམ་བཤད་ནང་གསལ་བདེ་བ་འདི་ཚོ་གི་ཁུངས་སྐྱེལ་འདི་ཚོ་ག་འདྲ་བྱེད་ཀྱི་ཡིན་པ་ཟེར་ཡ་དེ། དེ་རེད། བཀའ་ཤག་གི་སུམ་བཅུ་དུས་དྲན་གི་གཏམ་བཤད་ནང་གསལ་བཤད་པ་དེ་གའི་ཚང་མ་ལོ་བདེ་སྲུང་ལས་ཁུངས་ཀྱི་ཉམས་ཞིབ་བྱས་པའི་བརྒྱུད་ནས་བྱུང་བཞག་པ་རེད། བདེ་སྲུང་ལས་ཁུངས་ཀྱི་ཉམས་ཞིབ་བྱས་བཞག་པའི་གི་དྲ་ཚིགས་རེ་རེ་རེ་རེ་སྒུག་གི་ཡོད་པ་ཡིན་ན། ཨ་ནི་གྲོས་ཚོགས་དེ་ཚོགས་པའི་སྐབས་ལ་ཡིན་ནའི་རེ་གྲོས་ཚོགས་དེ་རྗེས་ལ་ང་ཚོ་ཕུལ་ཆོག་གི་རེད། དེའི་ནང་ལ་བཀུར་འོས་སྤྱི་འཐུས་ཚོགས་གཟིགས་ཞིབ་གནང་བ་ཡིན་ན་ནི་གནད་དུ་འཛིན་མཁན་དེ་ད་ལྟ་རེ་རེ་རེར་བྱེད་ནི་ཕུལ་ཤེས་ཀྱི་མི་འདུག་ག་རེ་ཟེར་ན། བོད་རང་སྐྱོང་ལྗོངས་ཀྱི་ལྗོངས་རིམ་པ་དང། ས་ཁུལ་རིམ་པ། རྫོང་རིམ་པ། ཚང་མ་གི་ཁྲིམས་དང་སྒྲིག་གཞི། ད་ལྟའི་གི་ཡོད་བསྡད་པའི་གི་ལས་བྱེད་ཀྱི་གྲངས་ཀ་དེ་གས་ཆ་ཚང་ཆེད་ཕུལ་གྱི་ན་ནི་ལྟ་བྱེད་ད་ནམ་རྒྱུན་ང་ཚོ་དེ་འདྲའི་ཞིབ་ཕྲ་ཞུ་བསྡད་ཀྱི་མེད་ག་སེང་བདེ་སྲུང་ལས་ཁུངས་ཀྱི་ཉམས་ཞིབ་བྱེད་སྟངས་ཚོ་ག་འདྲས་བྱེད་ཀྱི་ཡོད་མེད་དང་དེ་ཚོའི་ཐོག་ལ་ཞིབ་ཕྲ་ཞུ་བསྡད་ཀྱི་མེད་དེ་ད་དྲི་བ་ཕལ་པས་སོང་ཙང་ཨ་ནི་མ་ཞུ་ཐབས་མེད་འདྲ་བོ་ཅིག་ཆགས་བ་རེད། འདི་རིམ་པ་སུ་སུ་སུས་ཀྱིས་ཨ་ནི་རེ་རེ་རེ་རེ་རེ་ནང་ལོགས་ལ་ཡ་བོད་རིགས་ག་ཚོད་འདུག་ཨ་ནི་རྒྱ་རིགས་ག་ཚོད་འདུག་མི་རིགས་གཞན་པ་ག་ཚོད་འདུག་དེ་སྐད་དེ་བལྟས་ཆེད་ཨ་ནི་བཏོན་ཤར་བ་ཅིག་རེད་མ་གཏོགས་ཅིག་གི་ཁུངས་མེད་པ་དེ་འདྲས་བཏོན་ཤར་བ་དེ་འདྲས་མེད་ཕྱིན་ནི། དེ་ཅི་ཞུ་ཡ་ཡིན། ཨ་ནི་དྲ་རྒྱ་གི་དྲ་ཚིགས་དེ་གའི་བྱས་ཙང་ཅིག། ཁོ་རོའི་སྤྱི་འཐུས་མཆོག་ལ་ཡ། ཕུལ་ཆོག་པ་བྱེད་ཞེས་ནས་ཞུ་ཡ་དང། ད་དང་གིའི་དྲི་བ་འདི་ནང་ལོགས་ལ་ག་རེ་གསུང་གི་ཡོད་རེད་ཟེར་ན། ལས་བྱེད་ཀྱི་གྲངས་འབོར་བརྒྱ་ཆ་བཞི་བཅུ་ཞེ་གསུམ་གསུང་ཡ་འདིའི་ནང་ལ་ཡ། ཨ་ནི་བོད་རིགས་གཅིག་པོ་མ་རེད། ཨ་ནི་འདི་ནང་ལ་མི་རིགས་གཞན་པ་མང་པོ་ཡོད་རེད་ཞེས་ནས་གསུང་བསྡད་ཡ་དེ་རེད། ང་ཚོའི་བདེ་སྲུང་ལས་ཁུངས་ཀྱིས་ཞིབ་འཇུག་བྱས་བཞག་པའི་དྲ་ཚིགས་ནང་ལ་ཡོད་བསྡད་པ་དེ་གའི་གི་གྲངས་འབོར་དེ་གའི་ཆ་ཚང་གཅིག། བརྒྱ་ཆ་བཞི་ཅུ་ཞེ་གསུམ་ནང་ལ་བོད་རིགས་ཤ་སྟག་ཅིག་ཡིན་པ་དེ་ཚད་ཡོད་ཕྱིན་ནས་དེ་ཞུ་ཡ་དང། བོད་རིགས་མ་ཡིན་པའི་གི་ལྗོངས་རིམ་པ་ཡིན་ནའི་རེད་ས་ཁུལ་རིམ་པ་ཡིན་ནའི་རེད་རྫོང་རིམ་པ་ཡིན་ནའི་རེད་དེ་ཚོའི་ནང་ལོགས་ལ་ཡང་གལ་སྲིད་མི་རིགས་གཞན་པ་ལས་ཆད་ཡོད་པའི་དབང་དུ་བཏང་པ་ཡིན་ནའི་དེ་གའི་ཚང་མ་ལོ་བརྒྱ་ཆ་ལྔ་བཅུ་ལྔ་བདུན་དེ་ནང་ལོགས་ལ། ཚུལ་དེ་ཡང་རེ་ཞིག་ནས་འདི་ཞུ་བ་ཡིན། ད་དེ་དང་མཉམ་དུ། གར་སོ་རེད་ད་ལྟ་བརྒྱ་ཆ་གྱ་བཅུ་ཞུ་བ་འདི། བོད་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་རིམ་པ་ནང་ལོགས་ལ། ཨ་ནི། མི་དམངས་འཐུས་ཚོགས་ཟེར་ཡ་དེའི་ནང་ལོགས་ལ་ད་མིང་ཙམ་ཆིག་མ་དོ་གཅིག་གི་གོ་གནས་ཡོད་པ་ཙམ་ཆིག་མ་དོ་གཅིག་གི་མིང་དོན་མཚུངས་པའི་གི་དབང་ཆ་མེད་པ་དེ་རྩིས་པ་ཡིན་ན་བརྒྱ་ཆ་བརྒྱ་ཞུ་བྱ་གི་འདུག་ཟེར་ཡ་དེ་སྐད་ཆ་དེ་རེད། དེ་མ་ཡིན་པའི་གི་གཞན་པ་བརྒྱ་ཆ་བཅུ་ཟེར་ཡ་དེ་བོད་སྐྱོར་ལས་བྱེད་ཟེར་ཡ་དེ་རེད་རྩ་བའི། རྒྱ་ནག་གཞུང་གི་བོད་སྐྱོར་ལས་གཞི་ལས་བྱེད་དེ་ཚོ་བོད་ནང་ལོགས་ལ་བཏང་ཡ་དེ་སྤྱི་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་གོ་ལྔ་ནས་ཕྱིན་ནས་བཏང་བྱས་ཨ་ནི་དམིགས་ཡུལ་ངེས་ཅན་རང་བཟུང་ནས་སླེབས་ཡོད་རེད། ད་ད་ལྟའི་ཆར་ལ་ཨ་ནི་བོད་ནང་ལོགས་ལ་བོད་སྐྱོར་ལས་བྱེད་པ་དེ་དག་མང་པོ་ཞི་བ་གྱིས་བཏང་ཆེ། འགོ་ཁྲིད་རིམ་པའི་གི་ལས་བྱེད་གི་ཁྱོན་ཡོངས་གི་བརྒྱ་ཆ་བཅུ་ཆགས་འདུག་ཕྱི་ནས་དེ་ང་ཚོའི་ལབ་དེ་གི་ཡོད་རེད་མ་གཏོགས་བྱེད་གི་ཁྱོན་ཡོངས་གི་གནས་སྟངས་དེ་ཡང་ཁ་ཁ་རེད། ད་ལྟ་འདི་དགོངས་པ་ག་རེ་བཞེས་དགོས་ཟེར་ན་ང་ཚོ་འགྲེལ་བཤད་བརྒྱབ་བཞག་པ་དེ་ག་ཚང་མ་ལོགས་བོད་རང་སྐྱོང་ལྗོངས་གི་གཅིག་པོའི་གི་གནས་སྟངས་དེ་ང་ཚོས་ཞུ་གི་ཡོད་རེད། དེའི་རིམ་པ་སོ་སོ་སོའི་ནང་ལོགས་ལ་ཡང་ཞིབ་འཇུག་བྱེད་ཆེད་ཞུ་གི་ཡོད་རེད། དེ་ཡིན་དུས་ཚང་པ་རྒྱ་ནག་ལ་ཡང་སྤྲེལ་ལད་བཤད་ཡག་གི་སྐད་ཆ་དེ་འདྲའི་རྩ་བ་ཉིད་ནས་མེད་དེ་ང་ཚོས་བཏོན་དགོས་ཡོད་དེ་བཏོན་ཡག་གི་དམིགས་ཡུལ་ཁོ་རང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ནང་ལོགས་ལ་ཡང་དེ་འདྲ་དེ་འདྲའི་ལབ་བཞག་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་སྤྱི་དོན་དགོངས་གཞི་རྒྱ་བཞི་ལ་གཏན་ཞེས་གཏན་ལ་ཕབ་བཞག་གར་སོ་རྒྱ་བཞི་རྒྱ་གཉིས་ལ་གཏན་ལ་ཕབ་བཞག་རྩ་ཁྲིམས་དང་རྒྱ་བཞི་རྒྱ་བཞི་ལ་ཡང་ས་གནས་མི་རིགས་རང་སྐྱོང་གི་ཁྲིམས། དེ་ཚོའི་ནང་ལོགས་ལ་ཨ་ནི་ས་གནས་ཀྱི་འགོ་ཁྲིད་དེ་ག་འདྲས་ག་འདྲས་དགོས་ཀྱི་ཡོད་མེད་གསལ་པོ་གསལ་བཞིན་དུ་ཨ་ནི་ད་ལྟའི་བོད་ནང་ལོགས་ལ་ལག་བསྟར་དེ་འདྲས་བྱེད་ཀྱི་འདུག་ཨ་ང་ཚོ་ལ་ཡ་ཁྲིམས་སྒྲིག་ནང་ལ་འཁོད་པའི་གི་ཐོབ་ཐང་དེ་ཡ་རག་གི་མི་འདུག་ཕྱིན་ནས་ཕར་སྐྱོན་བརྗོད་བྱེད་ཀྱི་ཡོད་མ་གཏོགས་བྱེད་ཀྱི་ཨ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་ཡ་སྤྲེལ་ལད་བཤད་ཡ་གི་དེ་འདྲས་རྩ་བ་ཉིད་ནས་བྱེད་ཀྱི་མེད་སྲིད་ད་གང་ལྟར་བསྡོམས་བྱ་ནས་ཞུས་པ་ཡིན་ན་དེ་ང་ཚོའི་གི་གཏམ་བཤད་ཚོའི་ནང་ལོགས་ལ་ཡག་པོ་བྱས་ནས་གཟིགས་པ་ཡིན་ན་ལུང་འདྲེན་བྱེད་སྟངས་དང། སྒྲུབ་སྟངས་དང་དེ་ཚོ་ཆ་ཚང་ཞིག་གཟིགས་པ་ཡིན་ན་ང་ཚོ་རྩ་ཁྲིམས་ནང་ལ་དེ་འདྲའི་ཡོད་རེད་ཟེར་ནས་རྩ་བ་ཉིད་ནས་ཞུས་ཡོད་མ་རེད་དེ་ཨ་ན་ཤིན་གཅིག་གིས་རྒྱ་ནག་འགོ་ཁྲིད་ཚོས་གི་དེ་འདྲའི་ལག་གི་འདུག་ཟེར་ནས་རྩ་བ་ཉིད་ནས་ཞུ་གི་ཡོད་མ་རེད། ང་ཚོའི་ཞུ་ཡས་དེ་རྒྱ་ནག་གཞུང་གིས་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱིས་ད་ལྟ་བོད་ནང་ལ་སྲིད་ཇུས་ལག་བསྟར་བྱེད་བཞིན་པ་འདི་གས་ཆ་ཚང་ལོ་ལས་གཞི་འདི་གས་ཀྱི་ངོ་བོ་ལ་བལྟས་ནས་བསྡོམས་རྒྱག་ཡོང་པ་ཡིན་ན་ཨ་ནི་མི་རིགས་གཅིག་དང། སྐད་ཡིག་གཅིག། རིག་གཞུང་གཅིག་ཟེར་ནས་དེ་འདྲའི་གི་སྲིད་ཇུས་ཟིན་གི་འདུག་ས་ནས་སྡོམ་དེ་བརྒྱབ་གི་ཡོད་རེད། འདི་སྡོམ་མ་བརྒྱབ་མ་ཆོད་པ་གང་ཡང་མ་རེད་འདི་ང་ཚོས་རྒྱ་ནག་ལ་ཕ་སྐྱོན་འཛུགས་གི་ངོ་ཐོག་ནས་བཤད་གི་ཡོད་རེད་འདི་སྡོམ་རྒྱག་མཁན་འདི་ང་ཚོ་བོད་པ་གཅིག་གོ་མ་རེད། རྒྱལ་སྤྱིའི་གི་བརྒྱུད་ལམ་ཁག་མང་པོ་གཅིག་གི་དེ་ག་རང་ཚིག་དེ་ག་རང་བེད་སྤྱོད་བཏང་ཞེས་སྡོམ་བརྒྱབ་བསྡད་མཁན་དེ་འདྲའི་ཡོང་གི་ཡོད་རེད་འདི་སྡོམ་བརྒྱབ་མ་ཆོད་པའི་གི་གནས་སྟངས་དེ་འདྲའི་གང་ཡང་མ་རེད་དེ་ཡིན་དུས་བསམ་པ། འཛིན་སྐྱོང་བཀའ་ཤག་གི་གསུམ་བཅུའི་དུས་དྲན་སྔ་རྗེས་རེད་ད་ནང་བཞིན་གྱི་ནོ་བེལ་ཞི་བདེའི་གཟེངས་རྟགས་དེའི་ནང་ལ་འཁོད་བཞག་པ་དེ་གའི་ཆ་ཚང་ཅིག་ཞིབ་འཇུག་ཡག་པོ་ཅིག་བྱས་ནས་གནས་སྟངས་འདི་རྒྱུས་ལོན་ཡག་པོ་ཅིག་བྱས་ནས་ཨ་ནི་ང་ཚོའི་གི་འགྲོ་བདེ་ཡ་ཅིག་མ་ཏོ་ཅིག་གི་ཁུངས་སྐྱེལ་མ་ཐུ་ཡ་དང་དེ་འདྲའི་གི་གནས་སྟངས་དེ་འདྲས་ཨ་ནི་ང་ཚོའི་གི་ག་དུས་ནས་དོགས་ཟོན་བྱས་བྱས་ཀོ་མོ་ཀོ་ཡག་གི

དེས་ན་ལ་བྷའུ་བསམ་མ་བསམ་དང་ཤ་ཁེ་གུ་ཤི་བ་ཤི་བ་རང་རེད་དེ་ནམ་རྒྱུན་བྱས་དེ་ཡག་གི་བསམ་ཤི་བ་རང། བདག་རང་མ་འདུག་ཅིག་གི་དེ་ད་ལྟ་བསྡད་དེ་ཡོད་ཕྱིན་ལ་ཞུ་ཡ་གཅིག་རེད་དེ་ནས་འཛུགས་སྐྲུན་སྐོར་དེ་གསུང་གི་འདུག་འཛུགས་སྐྲུན་གི་སྐོར་དེ་ལ། འཛུགས་ཟེར་ཡ་ཚིག་ཁོ་རང་ད་ལྟ་བ་ཡིན་པའི་ཆ་ནས། ཨ་ནི་དེ་སྐྲུན་དེ་ཡང་ད་ལྟ་བའི་ངོ་བོ་ཐོག་ནས་ཕ་དངུལ་ཅུང་མ་བརྒྱབ་པའི་ཐོག་ནས་ང་ཚོ་བདམས་པ་རེད་སྤྱི་བཏང་གི་བདམས་ཁ་རེད་ཁོ། ཁོ་འདི་ནོར་བྱ་དང་འདི་སྒྲིག་བྱ་བྱས་ནས། གསུང་དབྱངས་ཀྱི་གནས་བབ་ཅིག་ཕལ་ཆེར་ཡོད་མ་རེད་ཞེས་ནས་བསམ་བསྡད་ཀྱི་ཡོད། དེ་ག་ནང་བཞིན་བྱས་ནས་ལག་རྩལ་ཟེར་ཡ་དེ་ལས་བག་ངོ་རྒྱུ་མེད་པའི་ར་རྩེ་དང་རྩ་ལ་རྩལ་བྲིས་ཡ་དེའི་ལམ་ལུགས་སྲོལ་ཡོད་བསྡད་པ་དེ་ཅིག་རེད་མ་གཏོགས་ཅིག་གི་ཡང་ང་ཚོའི་གསར་བ་དེ་འདྲའི་སྲོལ་བྱ་བ་དེ་འདྲ་ཁྱད་མེད། ཨ་ནི་ལ་རྩེ་ཟེར་ཡ་དེའི་ག་ཤེད་ཀྱི་ལ་རྩེ་ལབ་ཀྱི་ཡོད་རེད་ག་ཤེད་ཀྱི་ལབ་རྩེ་ལབ་ཀྱི་ཡོད་རེད། དེ་མང་ང་མདོ་སྨད་ཁུལ་ལ་ཡོང་བསྡད་ཀྱི་ཡོད་རེད། འོ་དེའི་ལ་རྩེ་དང་ལབ་རྩེ་གཉིས་ལ། བྱེད་པ་གང་ཡང་ཡོད་མ་རེད་བྱས་ནས་དེ་ཅིག་ཤོས་ཡིན་དེ་ན་གཞན་བྱས་ནས་གྲ་སྒྲིག་ཨང་གསར་ཞེས་དེ་ལ་བའོ་ས་ར་སར་ཟིན་བྲིས་ཡོད་རེད་དེ་དག་ཡིན་ནམ་ཞེས་པ་ཡིན་ན་བའོ་ས་ར་སར་ཞེས་དེ་གྲ་སྒྲིག་གི་བྱས་པའི་དོན་ལ་གོ་གི་ཡོད་རེད་དེ་ཨང་གསར་ཞེས་དེ་ཏག་ཏག་བསྡད་ཡོད་བྱས་ནས།

དེའི་ཉིན་མོ་འདི་ཕྱི་ཟླ་ཆུང་གཉིས་ཀྱི་ཚེས་བཅུ་འདི་རྒྱལ་སྤྱིའི་འགྲོ་མིའི་ཐོབ་ཐང་གི་ཉིན་མོ་ཆགས་ཀྱི་ཡོད་པས་སོང་ཙང། ང་ཚོས་ལྟས་གཅིག་བསམ་བློ་བཏང་ཆེད་བྲིས་པའི་སྐད་ཆ་རེད། རྒྱལ་སྤྱིའི་གི་འགྲོ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཨ་ནི་ཁ་ས་དེ་མཉམ་འབྲེལ་རྒྱལ་ཚོགས་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་ཡིག་དང། དེ་ཚོའི་ནང་ལོགས་ལ་ཨ་ནི་རང་དབང་དང་འདྲ་མཉམ་དེ་ཚོ་ཕྲན་གར་འཁོད་བསྡད་ཡོད་རེད། དེ་དང་བསྟུན་ཆེད་དེ་ཚོ་ད་ཕྱིས་སུ་བྱུང་བཞག་པ་རེད་སྤྱི་སྟོང་དགུ་བརྒྱ་ཞེ་བཞི་ཞབས་བདུན་གྱི་རྗེས་ལ་མཉམ་འབྲེལ་རྒྱལ་ཚོགས་བཙུགས་པའི་རྗེས་ལ་བྱུང་བཞག་པའི་གནས་སྟངས་རེད་ང་ཚོའི་ག་རེ་ཁུངས་སྐྱེལ་གྱི་ཡོད་རེད་ཟེར་ན་ནང་ཆོས་ཀྱི་ཐོག་ནས་ཨ་ནི་རང་དབང་ཡོད་པའི་གི་ཁུངས་དེ་སྐྱེལ་ཡག་གི་ཆེད་དུ་ནང་ཆོས་ནང་ནོར་ནས་ཚིགས་བཅད་དུམ་བུ་རྫུན་མ་བཏུབ་བྱས་དཔེར་ན་རང་ཉིད་རང་གི་མགོན་ཡིན་ཟེར་དུས་བསམ་པ་ལ་འདི་ལ་ཡང་རང་དབང་ཤུགས་ཆེན་པོ་གི་སྐད་ཆ་བཤད་ཀྱི་ཡོད་རེད་བ། འོ་འདི་འདྲས་ཀྱི་དོན་དུ་ད་ང་ཚོ་བསྐོས་བཞག་པ་རེད། ཡང་བསྐོ་བའི་སྤྱི་འཐུས་ཕྱོགས་ལ་ཡང་ཟུག་པོ་མ་བྱུང་བ་ཡིན་ན་ནི་ད་ང་ཚོ་བྱ་ཐབས་བྲལ་བ་རེད་དེ་མ་གཏོགས་གཅིག་གིས་ང་ཚོའི་དོན་དག་འདྲ་བོ་འདི་དེ་ཡིན་པའི་སྐད་ཆ་ཐོག་ནས་བསྐོས་པ་རེད་མ་གཏོགས་གཅིག་གིས་གཞན་པར་རྒྱུ་མཚན་གང་ཡང་ཡོད་མ་རེད་ཤེས་ཞུ།